ཁྱེད་རང་དང་ང་རང་ད་གི་ལོ་བཅུ་ནི་འདྲ་བ་བྱས་རེད་ཨ་ནི་ལོ་བཅོ་ལྔ་ནི་ད་དེང་སེར་ལ་ཕྱིན་ནི་སློབ་སྦྱོང་བྱས་རེད་ལོ་ད་བཅོ་ལྔ་ནི་ཉི་ཤུ་པོ་དང་ཐུགས་སུ་བྱས་རེད་ཨ་ནི་ཉི་ཤུ་ནི་ན་རེད་ངས་ལོ་བཅུ་བཤད་གི་བར་ད་ཉི་ཤུ་ནི་ན་རེད་ཉི་ཤུ་རྩ་གཅིག་ནི་ན་རེད་ད་ཁྱེད་རང་ཧ་གོ་རེད་ཁ་ཏོན་ཉི་མ་མང་པོ་ལགས་ཚར་རེད་ཨ་ནི་ན་བའི་ཁ་ཐུག་ལ་ཨ་ནི་ན་ནས་འུ་ཚོའི་རྒྱབ་ནས་ད་དེ་བྱས་པའི་སྐབས་ལ་མཚམས་མཚམས་ལ་ཟགས་སྦྱང་འདྲ་བོ་བྱེད་ཚོགས་བསགས་སྒྲིབ་སྦྱང་བཅས་དཔེ་ཆ་དག་བྱས་ནས་དབུ་ཚུགས་བཞི་བོ་བསྐྱལ་བའི་སྐབས་ལ་སེམས་ནང་ལོག་གི་དྲི་བ་ཅིག་གླེང། གལ་སྲིད། ཆོས་ཀྱི་ཤེས་བྱ་ཡོད་ཀྱི་དོན་དག་འདི་གའི་བདེན་པ་མ་ཡིན་ན། དཔེ་ངན་དཀའ་ལས་རྒྱལ་ཡི་ཁྲི་ལྷག་རེད། སྡུག་གྱོང་རེད་བསམ་པའི་གི་སེམས་ལ་དྲི་བ་ཆེན་པོ་བཞི་བོ་ཅིག་གླེང། འདི་ནི་ད་ང་ནང་པ་ཡིན་ཟེར་གི་བསམ་བློ་དང། ང་ནང་པ་ཡིན་ང་དགེ་ལུགས་པ་ཡིན་ང་ཐེག་ཆེན་པ་ཡིན་འདི་བསམ་བློ་འཆར་ན་ཕ་གཡུག་ནས། ཞིང་ནས་ད་ཆོས་ཁོ་རང་བདེན་པ་རེད་མ་རེད་དངོས་ཡོད་གནས་ཚིག་རེད་མ་རེད་འདི་ན་ནས་ཐེག་པ་ཆེན་པོའི་ཆོས་ཟེར་ཡ་དེ་ག་འདྲས་རེད་དངོས་ཡོད་གནས་ཚིག་རེད་མ་རེད་འདིའི་ཕན་ཐོག་ཡོད་པ་ཅིག་རེད་མེད་པ་ཅིག་རེད་དངོས་ཡོད་གནས་ཚིག་དང་མཐུན་པ་ཅིག་རེད་མི་མཐུན་པ་རེད་ཞིབ་འཇུག་བྱེད་ཡ་དེ་འདུག་སུ་འགོ་བཙུགས། ལོ་ཉི་ཤུའི་རྩ་བདུན་པ་དུ་ད་དཔེར་དེ་འུ་ཚོ་ཞི་བ་རྒྱབ།

ད་ལྟ་བར་དུ་ལྟ་ད་ལྟ་ལོ་བཞི་བཞི་ཞེ་གསུམ་རེ་ཕྱི་དྲན་བསྐྱུར་ནས་ལྟ་བ་ཡིན། ད་ལྟ་ལྟ་གཟུགས་འབུར་བའི་དཀའ་ངལ་དང་དུས་ཚོད་ཐོག་ནས་ཉམས་ལེན་ཡག་པོ་ཤུགས་ཆེན་པོ་ཅིག་བྱེད་མ་ཐུབ་པས་ཀྱི་དེ་རེད་མ་གཏོགས་ཉམས་ལེན་བྱེད་ས་ནོར་བཤགས་བསམ་པ་འདྲ་པོ་དང་གང་ཅིའི་སློབ་སྦྱོང་བྱེད་སྟངས་དང་དེ་ནོར་བཤགས་བསམ་པ་ཅིག་རྩ་བ་ཉིད་ནས་གྱོད་པ་བསྐྱལ་མི་འདུག་ད་ད་ལྟ་ཕ་གིས་ག་རེ་འདུག་ཟེར་ན་གང་བྱེད་ལྟ་མཚམས་གཙང་ལ་ལྟ་ཁྱོད་ནི་བྱེད་མ་ཐུབ་མེད། ཉི་མ་ཉིན་གང་ལ་ཁྱོད་ནས་ཤུགས་དྲག་ཁྱོད་ནས་རྒྱ་མ་ཐུག་ནས་ད་མ་ཐུག་གི་མི་འདུག་མ་གཏོགས་བྱེད་དགོས་ཡ་དེ་འདི་རེད་འདུག་ཨང་བསམ་པ་ཅིག་ད་ཁོ་འདི་ཡ་ཞེན་གོག་སྐད་ཆ་མ་ཡིན་པ་ཁུངས་རེད་རྒྱུ་མཚན་རེད་འདི་ཚོད་ཀྱི་ཐོག་ནས་ད་བྱེད་དགོས་ཡ་ངོ་མ་འདི་འདི་རེད་འདུག་ཨང་བསམ་པ་ཅིག་ད་འདི་ཡ་མིང་བཏགས་ན་ནི་ལམ་རིམ་ནན་བཤད་བྱ་རྒྱུ་ཡོད་དོན་དག་འདི་གི་འདི་རེད་འདུག་ཨང་བསམ་པ་ཅིག་དང་ཚུར་དྲིལ་བསྡད་ངེས་ཅིག་ཅིག་ངེས་ཤེས་ཅིག་སྐྱེས་བསྡད་ངེས་ཡ་འདིའི་ཕ་གའི། ད་གའི་བཀའ་འགྱུར་ཀློག་ནས་འདི་ལ་ངེས་ཤེས་ཆེ་རུ་འགྲོ་དེངས་བསྟན་འགྱུར་འདི་ནི་བསྔོགས་པ་ཡིན་ནས་འདི་ངེས་ཤེས་ཆེ་རུ་འགྲོ་དེངས་བོད་ཀྱི་ད་གའི་རིས་སུ་མ་ཆད་པའི་རྙིང་མ་བཀའ་རྒྱུད་ས་སྐྱ་གང་དེ་ཞིག་དཔེ་ཆ་བརྗེས་པ་ཡིན་ནས་ད་ག་རང་གང་ལ་ངེས་ཤེས་ཆེ་རུ་འགྲོ་དེངས་མི་ཚེ་ཡི་ཉམས་མྱོང་རྣམས་ལ་འདི་བརྗེས་པ་ཡིན་ནས་ད་ག་རང་ངེས་ཤེས་ཆེ་རུ་འགྲོ་དེངས་འདི་ཡིན་འདི་ཙང་ནས་ད་འོ་དེ་འདྲས་ཅི་ནས་ཡོང་བསྡད་ཀྱི་འདུག་ཨ་ནེ་བྱས་ཙང་ད་འདི་གང་དྲེས་བྱུང་རེད། ང་རང་ང་རང་ཡང་ཞིབ་འཇུག་བྱས་ནས་ད་ད་ལྟ་བུ་ད་ད་རང་ག་འགྲོ་སྟངས་འདི་ད་ནོར་མི་འདུག་སློབ་སྦྱོང་བྱེད་སྟངས་དང་ཕ་གས་འདི་བྱེད་སྟངས་འདི་ཁྱོད་ནི་ནོར་མི་འདུག་འདི་མ་ནོར་ཡས་འདི་ག་འདྲས་སུ་བྱུང་རེད། ཁོ་བོས་ཡང་འདྲ་མི་འདྲ་འདུག་སློབ་སྦྱོང་བྱེད་སྟངས་ལས་མི་འདྲ་བ་དེ་འདྲས་འདུག་ད་ག་འདྲས་སུ་བྱུང་རེད་ཟེར་ན་ང་རང་རང་འདོད་དགོས་བྱུང་ཡས་དེ་འདྲས་ཡོད་མ་ད་ག་འདྲས་བྱུང་རེད་ཟེར་དུས་དང་པོ་དང་པོ་ཚེ་ཆུ་གླིང་གི་རྒན་ལགས་ཀྱིས་ང་མ་གྲྭ་སར་འགྲོ་བ་ལ་མོ་ལོ་བཅོ་ལྔ་ལ་འགྲོ་བ་ལ་མོ་རྒན་གྱིས་ལས་ཉིན་ཆེན་མོ་དཔེ་ཆ་ཞིག་གནང་ད་ཉམས་ལེན་བྱས་ངོ་མ་འདི་འདི་རེད། ཡིན་ན་ཡང་དེ་བུ་བདག་པོ་ཤན་པ་ལ་གཞུང་ཆེན་མོ་སྦྱང་དགོས་རེད་སེམས་ད་བཀའ་སློབ་ཅིག་གནང་ཡོང་རོགས་ད་དེ་སེམས་གཏིང་དེ་ལ་ཟུག་རྗེས། ས་བོན་འདྲ་བོ་འདི་ལས་ཞག་ཕྲེང་ཡོད་ད་དེ་ཕྱིས་སུ་ད་ང་རང་རྒྱུས་པ་མེད་པ་ཡོང་དགོས་ཡ་དེ། ད་གཅིག་བྱས་ན་ནོར་བ་ཡ་སྲིད་ད་སྲིད་རོགས་ཡིན་ནས་ད་ང་རང་ངོས་ནས་བློ་ཟུག་རོགས་གཏན་ནས་བཅས་པ་ཡིན་ན། ད་ནོར་གི་མི་འདུག་ནོར་མི་འདུག་འགྲིག་ཤག་སེམས་པའི་ཚིམས་པ་ཡོང་བསྡད་ཀྱི། ད་ཡོང་གསལ་གྱི་རྩ་བའི་ས་བོན་འདི་དེང་གི་བཀའ་སློབ་འདི་ཡིས་བརྗེད་ཤག་བསམ་དྲན་གྱི། བྱས་ཙང་ད་དེ་ཡི་ཐོག་ནས་ཨ་ནི། ད་དེ་རེད་ད་གང་བྱས། ག་འདྲས་ཅི་ཡིན་ནས་ག་ཚོད་ཐོས་པ་རྒྱ་ཆེན་པོ་བྱུང་ནས་ཡག་པོ་རེད་ཀི་རྣམ་གྲངས་ག་ཚོད་ཤེས་ན་ཡག་པོ་རེད་ཡིན་ནས་འདི་ཚང་མ་ཚུར་ལེ་མོན་གང་ལ་ཚུར་སྤུངས་དགོས་ཀི་རེད་ཟིན་ད་དེ་འདི་ཁྱབ་བསྒྲགས་བྱེད་ཐུབ་ན་ཁྲི་ཨར་ཏཱ་ལམ་རིམ་ཉིན་མོ་གཅིག་གཉིས་ཀྱི་ལོ་དྲི་བཤད་རྒྱག་ཐེ་ཡོད་མ་རེད་འདི་ཁྱབ་བསྒྲགས་བྱེད་ཐུབ་ན་མི་ཁ་ཤས་ཅིག་ལ་ཕན་འགྲོ་བ་རེད་འོ་དེ་རེད་ད་དེ་ཡི་ཁྱབ་བསྒྲགས་བྱེད་ཡ་ཆུ་ལ་ཉིན་མོ་གཅིག་གཉིས་ཀྱི་དེ་བྱེད་ཡ་རེད། ད་ཡིག་གོང་དུ་ཞུས་པ་ནང་བཞིན་བྱས་ནས་ལོ་ཉི་ཤུའི་རྩ་གཅིག་ཨི་ཡོན་ནས་ད་བསམ་བློ་བཏང་ཡ་དྲི་བཤད་པ་བྱས་ཡ་རེད་ཀྱི་འགོ་བཙུགས་པའི་སྐབས་ལ། ད་དང་པོ་སྐྱེ་བ་མ་ཕྱི་དང་ལེན་ཚེ་ཐོག་ནས་འགོ་བཙུགས་ཡོད་རེད། ད་གང་ཅི་དེ་འདྲིའི་སྐབས་ལ། ཨ་ནི། དང་པོ་འདི་བར་མཚམས་ཙམ་ལ་ཉན་ཐོས་ཀྱི་གཞུང་ནས་ཤེས་པའི་དོན་དག་ཁ་ཤས། ད་དེ་འདྲི་ད་གང་འདྲི་ཡིན་ནའང་ཟེར་ཡ་འདྲ་བོ། དེ་འདྲི་ཡོང་གི་འདུག། བློ་ལ་མ་ཤོང་ཡ་དེ་འདྲ་ཡོང་གི་འདུག། ད་བློ་གཟུ་བོར་མ་གནས་ན་ད་བློ་ལ་མ་ཤོང་ཡ་ཟེར་གི་ཡོད་ས་མ་རེད། ཡིན་ཤག་ཤག་ཀྱི་ང་ནང་པ་ཡིན་ན་འདི་ཁོ་ཞི་དྲག་གི་ཡོད་ས་མ་རེད། ཁོ་དེ་བློ་དེ་དྲང་པོ་ཁྱེད་ནས་དེ་བྱས་ཡོང་དེ་འདྲ་ད་ག་འདྲ་ཡིན་ནའང་ཟེར་ཡ་འདྲ་བོ་དེ་འདྲ་ཡོང་མི་འདུག་ཡིན་ན་ཁ་བརྡ་གཏང་གི་མེད་རེད་ཁོ་སྐྱེ་བ་ཆེན་པོ་ད་དེ་འདྲ་དེ་འདྲ་བྱས་ནས་ཨ་ནེ། ཉིན་དེ་གི་དེ་གི་དེ་གཞུང་ནས་བཤད་བྱ་རྒྱུ་དེ་གི་དེ་ཨའོ་ཙི་ཙི་བྱུང་པ་ཡིན་ནས་ད་ཐེག་ཆེན་གཞུང་ནས་བཤད་བྱ་རྒྱུ་གི་གནད་དོན་ཁ་ཤས་དང་ད་ད་ད་དེ་ད་ག་འདྲ་ཡིན་ནའི་ད་ཡོང་གི་ཨ་ག་འདྲ་སུ་ཡོང་གི་རེད་ས་ཡོང་སྲིད་མི་འདུག་ཨ་བསམ་བསམ་དེ་འདྲ། ཨ་ནེ་གྲོགས་པོ་དེ་འདྲིས་ལ་དེ་བྱས་དེ། ཁ་ཤེས་ཀི་ད་ལྟས། ག་ལེ་བར་ད་ཁོ། རོགས་པ་ཁ་ཤེས་ད་ཁོ་རང་དེ་བཞིན་ཡིན་ཤག་ཤག་གཞུང་ཞིག་ཡིན་ཤག་ཤག་བྱས་རོགས། ལྟས་སྣང་བ་མ་འགྲོ་བས་བྱེད་ཀི་འདུག་དེ་ག་འདྲ་ཡོང་སྲིད་ཀི་རེད། དེ་ལ་དེ་གཉིས་དྲི་བ་བཀོད་ཡོང་དེ་ལན་འདིའི་ང་རང་དུས་བབ་ཚིག་འབའ་ཞིག་ཡོང་ཡང་དེ་དཔེ་ཁག་པོ་འདུག། ཡིན་ནའི་ད། ཁོ། དེ་འདྲི་བྱས་ནས་ཅི་ཞུ་འདྲི་ཅི་བྱས་ཨ་ནེ། གན། ཁོ་ཚོ་ལ་བཀའ་འདྲི་ཞུ་ཞུ་གི་བྱས། འོ་དུགས་བྱས་ནས་དེ་བྱས་པའི་སྐབས་ལ།

ད་ནི་སྐྱིབས་དྲངས་ནས་ཤར་ལས་དེད་དུ་འོང་གི་འདུག་བལྟས་པ་ལ། ཨ་ནེའི་རོགས་པ་ཅི་ཡོད་དེ་ཙམ་ལ་ཕྱིན། ཨ་ནེའི་ཁོ་ལ་བཤད་བྱ་ཡང་མང་བ་ཞིག་འདུག་ཨོ་དེ་འདྲ་བྱས་ད་གང་ལྟར་ཡང། ཁོ་རང་ག་ཚོད་ཅིག་གིས་ཞིབ་འཇུག་བྱས་པ་ཡིན་ན། ཨ་ནེ་དངོས་གནས་དྲངས་ནས་འདི་བདེན་བསམ་པ་དེ་ཡར་ཤུགས་ཆེ་རུ་ཆེ་རུ་འགྲོ་བས་ཆེ་དེ་འདྲ་ཡོད་དེ་ངས་ཅིག་རེ་བྱ། བྱས་ཙང་ད་དེ་ཡིན་དུས་ཙམ་ནས་ཕ་གིས་ད་སྔོན་མ་ལྡི་ལི་ལ། དེ་རྗེས་ཐུགས་སུ་གྲོགས་པོ་བྱོས། གྲོགས་པོ་དེ་མཉམ་དུ་ཝཱ་རི་ན་སི་ནི་ཕ་གི་སློབ་གྲྭ་ཐོན་བསྡད་པའི་ཕོ་གསར་ཞིག། ཝཱ་རི་ན་སི་ལ་ནང་ཆོས་སློབ་སྦྱོང་སྤྲད་སྐབས་ར་ཨ་ནིས་ང་ཚོར་སྐད་ཆ་བཤད་བསྡད་པའི་ཁར། ཨ་ནི། ད། དཔེར་ན་ང་འདྲ་བོ་ཡིན་ན་ཕྱི་ལོག་མི་ཞིག་དང་བྲལ་བ་ཞིག་གྲགས་མེད་པ་ཚོས་ད་དེ་འདྲའི་ཁོར་ཡུག་འདི་འདྲའི་ནང་བསྡད་བསྡད་ར་ཨ་ཁོའི་སྲིད་ཀྱིར། ད་ཝཱ་རི་ན་སི་ལ་ཁོ་ཚོས་ད་མི་གྲངས་མི་འདྲ་ཐུག་གི་ཡོད་ད་ཝཱ་རི་ན་སི་ལ། ཧིན་དུ་གི་མཆོད་པ་མང་པོ་ཐུག་གི་ཡོད་རེད་ཨ་ནི། ཡང་ཐེག་ཆེན་ཁྱེད་མ་གླིང་གཉིས་ཀྱི་དེ་འདྲ་མང་པོ་ཐུག་གི་ཡོད་རེད་མང་པོ་ཐུག་དེ་བྲིས་པ་མང་པོ་ཡོང་གི་ཡོད་ཟེར་བ། ཨ་ནི་ཐེག་ཆེན་སངས་རྒྱས་ཀྱི་བཀའ་ཕོག་ར་མ་རེད། ལབ་གི་ཡོད་རེད་ཟེར། ཨ་ནི་ཁྱེད་རང་བསམ་ཚུལ་ག་རེ་རེད་ཟེར། ངས་ནི། བདག་གིས་ལབ་པ་ན་གཞན་གཅིག་གཞི་བདེན་པ་ཐེག་ཆེན་གཞུང་ནས་བཤད་པའི་གཞི་བདེན་པ་གཉིས་ལམ་ཐབས་ཤེས་གཉིས་འདི་ལ་བརྟེན་ནས་འབྲས་བུ་སྐུ་གཉིས་གྲུབ་སྟངས། བདག་གང་ཅིའི་ཐེག་པ་ཆེན་པོའི་གཞུང་ནས་བཤད་པའི་བྱམས་པ་དང་སྙིང་རྗེའི་ཉམས་ལེན་ཕར་ཕྱིན་དྲུག་གི་ཉམས་ལེན། བདེ་སྐྱིད་འདི་བྱེད་པ་ལ་བརྟེན་ནས། ད་ལྟ་ཉོན་དུ་བའི་ཤེས་རབ་དང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་དེ་གལ་ཏེ་བྱས་པ་ལ་བརྟེན་ནས་ནི་མཐར། ནི་རང་དོན་གཞན་དོན་གཉིས་ཀ་མཐར་ཕྱིན་པའི་ནི་སྐུ་ཞིག་གྲུབ་རྒྱུ་ཡོད་པ། དེ་གལ་ཏེ་ལ། རྒྱུ་མཚན་གྱི་ཐོག་ནས་ར་སྤྲོད་སྟངས་ཐུགས་ཁུར་དུ་ཨ་སྔོན་གནས་ཚུལ་ལ། བྱས་ཙང། གལ་སྲིད་དེ་འདྲིས་གསུང་མཁན་དེ་སངས་རྒྱས་ཤཱཀྱ་ཐུབ་པ་མ་རེད་ལ་ན། ཨ་ནི། ཕྱི་རྒྱལ་གྱི་མི་འདྲ་བོ་གཅིག་དང། ཨ་ནི་ཧིན་དུ་འདྲ་བོ་གཅིག་གིས་ལབ་ན་ད་དེ་འདྲའི་གཅིག་རེད་ལེ། ཨ་ནི། སངས་རྒྱས་བཅོམ་ལྡན་འདས་ཁྱེད་ལས་ངའི་མི་གཅིག་གིས་དེ་ལབ་པ་ཡིན་ན་དེ་སངས་རྒྱས་བཅོམ་ལྡན་འདས་ལ་སྐྱོན་བརྗོད་བྱེད་མཁན་སུ་རུབ་ཀྱི་རེད་མི་འདོད། ག་རེ་བསམ་དེ་དངོས་གནས་སྲིད་ཡིན་པར་རིགས་པས་གྲུབ་ཐུབ་དགོས་པ་རེད། དངོས་གནས་སྲིད་ཡིན་པ་དེ་བཅོམ་ལྡན་འདས་ཀྱི་དགོངས་པ་མ། བཅོམ་ལྡན་འདས་ཀྱིས་དེ་མ་རེད་ཟེར་ན་བཅོམ་ལྡན་འདས་ཀྱིས་དེ་གསུངས་ཡོད་མ་རེད་ལབ་དགོས་རོགས། བྱས་ཙང་ད། ཉན་ཐོས་ཀྱི་གཞུང་ནས་བཤད་པའི་རྣམ་གཞག་དེ་མ་ཤེས་པར་དུ་ཐེག་ཆེན་གྱི་གཞུང་ནས་བཤད་པའི་རྣམ་གཞག་དེ་དཔྱིས་ཕྱིན་གྱི་བུ་ཞིག་ཤེས་ངེས་མ་རེད། དེའི་ཤེས་པའི་ཐོག་ནས་དེ་གཟབ་རུ་དང་རྒྱ་ཆེ་རུ་བཏང་བྱ་སྤྱོད་ཀྱི་དེ་འབྲེལ་གྱི་རིགས་པའི་ལམ་ནས་སྒྲུབ་བྱ་སྤྱོད་གནད་འགག་དེ་འབྲེལ་གྱི་ཡོད་ཡིན་ཙང། ད་དེ་ང་རང་གིས་བལྟས་ཙེ་ཅིག་ར་འཕྲོད་དེ་རོ། དེ་འབྲེལ་གྱི་ཡོད་དུས་ཙང་ནས། ད་དེ་སངས་རྒྱས་ཀྱིས་གསུངས་པ་མ་རེད་ལབ་ན་སངས་རྒྱས་ལ་སྐྱོན་བརྗོད་བྱེད་མཁན་འདྲ་བོ་ཐང་གོ་འདུག་ཟེར་ཡིན། གལ་སྲིད་དངོས་གནས་རང་རྒྱུ་མཚན་གྱི་ཐོག་ནས་སངས་རྒྱས་ཤར་རྒྱུ་ཐུབ་པ་ཟེར་མཁན་དེ་གིས་དེ་གསུངས་ཡོད་མ་རེད་ཟེར་ནས་ཁོང་གིས་ར་སྤྲོད་བྱེད་ཐུབ་པ་ཡིན་ན་དེ་གསུང་མཁན་དེ་སུ་རེད། གསུང་མཁན་དེ་མགོན་པོ་གླུད་གྲུབ་རེད་ཟེར་ན་ངས་སྟོན་པ་མགོན་པོ་གླུད་གྲུབ་ཡིན་ཟེར། བ་སངས་རྒྱས། ཡིན་གྱི་མིན་གྱི་སངས་རྒྱས་ངས་ཤཱ་ཀྱའི་ཐུབ་པ་སའི་མིང་གིས་བཏགས་ཀྱི་འདི་ཉིད་སྟོན་པ་ཡིན་ལ་བ་ཡ་གས་མས། གང་ཞིག། རིགས་པ་དང་ལྡན་པ་རྒྱུ་མཚན་དང་ལྡན་པ། མཐར་ཐུག་གི་གོ་འཕང་ཐོབ་ཀྱིན་གྱི། འདི་སྟོན་ངེས་ཀྱི་མི་ཅིག་བྱུང་ན་ཨོ་འདི་ངས་སྟོན་པ་རེད་ད་མིང་འདི་ར་བཏགས་ནས་ཁྱེད་གས་མས་ད། ང་ནི་སྟོན་པ་ཤཱ་ཀའི་ཐུབ་པའི་བྱིན་གྱིས་ཕེབས་སའི་མ་རེད་ངས་བྱིན་གྱི་མ་རེད་ཟེར་ད། སུ་ཡིན་ན་ཨོ་འདི་རེད། ཨོ་འདི་ལ་ཡིས་ཁོ་ལ། ངེད་ཀྱི་བཀའ་འགྱུར། ནང་ལོགས་ནས་པུ་ཏི་ལྔ་བཅུ་དྲུག་ཅུ་གཅིག་ཉིད་ཀློག་ཡོད། དྲུག་ཅུ་གཅིག་ཀློག་ཡོད། བྱས་ཙང་ད་དེ་ཚོད་ཀྱི་ཐོག་ནས་བརྗོད་བྱ་གྱི་ཐོག་ནས་ཅིག། དེ་གའི་དེ་རྩོམ་པ་པོ་གཅིག་པ་ཡིན་པ་འདྲ་བོ་ཅིག་ཚོར་སྣང་ཅིག་ཡོང་གི་འདུག་རྒྱ་ནག་ནས་འགྱུར་ཞལ་འགྱོད་ཀྱི་གཅིག་གཉིས་ཤིག་འདུག་ལོ་ཙཱ་བ་གི་ཁྱད་པར་ཡིན་ན་ག་དེ་ཡིན་ན་དེ་ཡང་ལྟས། ད་ལབ་ན་ཀུ་སངས་ཡིག་གསུངས་མ་རེད་ད་ག་ནས་ལབ་ཐུབ་ད་ཡིན། ལ་དུས་ཡོད་པ་རེད་ཡོད་མ་རེད་ཨ་ནི་ང་སྡིག་པ་ཟ་གི་རེད་གང་ཅིས་མ་བློ་འང་འདི་ཟེར་ནས་བདག་གི་སློབ་མ་ནི་དཔེ་ཚོད་ཅིག་ཡང་མ་བདེ་བ་ཞིག་འདུག་གཅིག་བྱས་ན་ལོ་ཙཱ་བ་ཁ་ཁ་ཡིན་དེ་འདྲས་ཀྱི་ཁྱད་པར་ཡིན་སྲིད་སྒྱུར་སྟངས་ཀྱི་ཁྱད་པར་ཡིན་སྲིད་གང་ལྟར་ཡང་དེ་རེད། བྱས་ཙང་ངས་དེ་ག་རེ་དྲན་སོང་ན་ཁ་ཤས་ཀྱིས་ཡང་དེ་ལ་ཡི་རེད་ཨ་ནི་ལོ་རྒྱུས་ཞིབ་འཇུག་བྱེད་མཁན་དེ་འདྲས་ཀྱིས་ཨ་ནི་ཐེག་ཆེན་དེ་སངས་རྒྱས་གསུངས་མ་རེད་ཟེར་ནས་དེ་འདྲ་བཏོན་པ་རེད་ལ་ཡི་འདུག་ཨ་ནི་ངས་ཟེར་ན། ཐེག་ཆེན་སངས་རྒྱས་གསུངས་མ་རེད་ཟེར་ནས་ད་ཐེག་ཆེན་པོ་འདི་ཐེག་ཆེན་སྐོར་པུ་ཏི་རྒྱ་མ་སེམས་ཚེ་གཅིག་ཡོད་རེད་བཀའ་འགྱུར་ནང་ལོགས་ལ། འདི་ནང་ལོགས་ལ་ཁོས་པུ་ཏི་ཁ་ཤས་ཤིག་ཀློག་ཡོད་ནའས། འདི་ཁྱོད་ནས་ཀློག་མ་མྱོང་ངེས་གཅིག་གིས་འདི་ཨེ་ནི། སངས་རྒྱས་ཀྱིས་གསུངས་མ་རེད་ཟེར་ནས་ག་འདྲི་ལ་ཐུག་གི་རེད་ཟེར་ད་འདི་ང་ཀློག་ལ་ཤོང་གི་མི་འདུག་ཟེར་གྱི་རེད། བཀའ་འགྱུར་ཁྱོད་ནས་ཀློག་མ་མྱོང་ངེས་གཅིག་གིས་རོ། ཨ་ནི་བཀའ་འགྱུར་འདི་ཨེ་ནི་སངས་རྒྱས་ཀྱིས་གསུངས་མ་རེད་ཟེར་ནས་ག་འདྲི་ལ་ཐུག་གི་རེད། འདི་ང་བློ་ལ་ཤོང་གི་མི་འདུག་ཡ། གཞི་མཐའ་ག་རེ་ཡིན་ནམ། བྱས་ཙང་ད་འདི་ལས་གོ་ཡས་ག་རེ་རེད་ཟེར་ན། ཨན་ད་ལབ་མིན་འདི་ཡ་ཁུངས་གཏུགས་འདི་སངས་རྒྱས་ཀྱི་གསུང་ལ་གཏུགས་པ་རེད་ཟེར་གྱི་བཤད་ཡོང། ད་སངས་རྒྱས་ཀྱི་གསུང་གཏུགས་རེད་ཟེར་དུས་བཀའ་འགྱུར་ལ་གཏུགས་པ་རེད་ཟེར་གྱི་ཅི་འདི་ཤེས་ཡོང་དགོས་རེད། རྩ་བའི་ད་སངས་རྒྱས་རང་གི་དགོངས་པ་ཆགས་བསྡད་རེད། བཀའ་འགྱུར་གྱི་དགོངས་པ་ཆགས་བསྡད་རེད། བར་གྱི་ལམ་རིམ་འདི་ལྟར་ཚུར་ཕྱོགས་སྒྲིག་བྱས་ནས་ཚིག་བསྡུས་བསྡུས་བྱས་ནས་གོ་དེ་ལས་སླ་པོ་བཟོ་ཡས་དེ། ད། ཇོ་བོ་རྗེས་ཀྱིས་ད་གཙོ་བོ་འགོ་བཙུགས་གནང་བཅས། བསྟན་བཅོས་རང་བར་མཛད་གནང་ཨ་འདིའི་འགྲེལ་པ་ད་རྗེ་རིན་པོ་ཆེ་ཡི་ད་རྒྱལ་པོ་ཞེས་པོ་ཞིག་བཟོས་གནང་བཅས། འདི་ཕྱག་དེ་རེད་མ་གཏོགས་ད་རྒྱལ་པོ་ཞེས་པོ་ཞིག་ཕྱག་ཡས་དེ་དར་ཁྱབ་ཧ་ཅང་གི་ད་ཆེན་པོ་བཟོས་གནང་བ་དེ་རེད་མ་གཏོགས་རྩ་བའི་སངས་རྒྱས་རང་གི་དགོངས་པ་ཕྱག་དེ་རེད། ད་འདིའི། བཀའ་འགྱུར་གྱི་དགོངས་པ། ད་འདིའི་བཏུ་བ་དེ། ད་ག་ཟེ་ད་གཏུགས་པ་རེད་ཟེར་ལུས་ཇི་ཙམ་མ་ཡིན་པ་ང་རང་གི་དངོས་སུ་མཐོང། སྤུ་དེ་ལྔ་བཅུ་དྲུག་ཅུ་ཅིག་མ་གཏགས་ཨ་ནི་མཐོང། མཐོང་བ་ན་ཞིང་འགྲིག་འདུག་ཨ་སྟོད་དེ་ལབ་འགྲིག། བ་དེ་རེད་ད། དེའི་ཕ་གི་བཀའ་འགྱུར་ད་ངེད་ཀྱི་གར་བྱེད་རེད་ཟེར་ན་ད་བཀའ་འགྱུར་གྱི་ཚིག་དེ་ཚོས་ཉིན་རྒྱུན་ལམ་རིན་ཆེན་མོའི་དགོངས་པ་ནང་བཞིན་གྱི་གོ་རིམ་སྒྲིག་སྟངས་དང་བྱེད་སྟངས་ཚང་མ་ཇེ་ཆེར་མུ་ཆེ་གིས་གསུངས་པ་ནང་བཞིན་བྱས། ད་ཚིག་དེ་ཨ་ནི་ཕ་གི་བཀའ་འགྱུར་གྱི་ཚིག་ཚུར་སྟོན་གྱིས་བསྒྲིགས་ཤག་ན། ཨོ་དེ་དོ་དེ་ལམ་ཅིག་བཟོས་པ་ཞིག་དེ་འདྲ་རེད། ཁྱེད་རང་ངས་འདི་བཤད་བསྡད་ཡོད་དེ། ད་ང་རང་གིས་ལོ་ད་གའི་ཉི་ཤུ་སུམ་ཅུའི་རིང་ལ་བློ་སྦྱོང་བྱས་པའི་ཉམས་མྱོང་རེད། ཡང་ངའི་པཱ་ལགས་ཨ་མ་ལ་ཡང་སྒོམ་རྐྱང་རྐྱང་རྒྱག་ཉེན་ཅི་ཡང་ཡོད། སློབ་སྦྱོང་ཞེ་དྲག་བྱེད་ཀྱིན་པ་རེད་བྱུང་ཆེན་མོ་ཁོ་ཚོའི་གི་གནས་སྟངས་མཐོང་ཡས་དང་དེ་འདྲས་དང། ཕྱི་ལོག་ལ་མིའི་གི་གནས་སྟངས་མཐོང་ཡས་སོ་སོའི་ཉམས་མྱོང་དེ་ཚོ་དང་སྦྲགས་ནས་སྐད་ཆ་དེ་བཤད་ཀྱི་ཡོད། ད་ཁྱེད་པ་ག་རེ་སྡོད་སྲིད་ན། འདྲ་མིན་འདི་སློབ་སྦྱོང་བྱས་པ་ཡིན་ན། ཁོ་དགེ་སྡིག་འདྲ་མིན་འདྲ་བྱེད་ཨེ་ཡོད་རེད། རྒྱལ་བུ་ཁོ་རང་བདག་གི་བསླབ་པ་ནང་བཞིན་ལམ་རིམ་མཐིལ་ཕྱིན་པ་བྱས་ན་ནི་གཞུང་ཆེན་མོ་འདི་སྐད་དེ། ཁོ་གཅིག་པ་ཡིན་བརྗོད་བྱ་གཅིག་པ་ཆགས་སྡོད་དུས། ཁོ། གཞུང་ཆེན་མོ་འདི་སྐད་དེ་མ་ཤེས་ནི་ལམ་རིམ་ཡོངས་རྫོགས་མཐིལ་ཕྱིན་པ་ཆ་ཚང་ཤེས་ཟེར་ཡས་དེ་ཡོད་མ་རེད། ད་ཁྱི་བ་ག་རེ་ཡོད་ཟེར་ན་ད། ལམ་རིམ་འདི་སློབ་སྦྱོང་བྱས་པ་ཡིན་ན་དཔེར་ན། ངས་འདི་ལས་དགོས། སྒོར་མོ་སྟོང་ཕྲག་གཅིག་ཡོད་ན། སྟོང་ཕྲག་གཅིག་ཡོད་ན། སྟོང་ཕྲག་གཅིག་འདི་ད་བེད་སྤྱོད་བཏང་དགོས་ད། དཔེར་ན་ཁ་ལག་ཟ་ཡས་ལ་བེད་སྤྱོད་བཏང་མི་འོང་ད་བཏང་ན་སྟོང་ཕྲག་གཅིག་འདི། མི་གཅིག་ལས་ཡང་སྒོར་མོ་ཁྲི་གཅིག་ཡོད་རེད་མི་གཅིག་ལ་སྒོར་མོ་བརྒྱ་ཡོད་རེད་ད་དེ་འདི་བེད་སྤྱོད་བཏང་པ་ཡིན་ན། སྟོང་ཕྲག་གཅིག་འདི་གིས་མི་ད་རེས་ཚེ་ལྟས་ཉོས་འདི་ལས་བབས་པས་ལྟས་གང་ཆུང་བ་ཉོ་བ་འཇིགས་རོ་རེ་ཞིག་རག་མེད་ན། ཨ་ནི་གྲས་ལྟས་ཉོས་ཨ་ནི་ཟ་སྣུམ་དང་ག་རེ་ཡིན་ན་ཆུ་ཡིན་ཁོ་ཁོ་བྱས་སོ་སོས་ཀྱི་ཁ་ལག་ཟ་ཡས་ཀྱི་ཡོ་བྱད་ཆ་ཚང་གཅིག་ཕར་ཉོས་ན། ཁ་ལ་ཅིག་ཟ་ཡ་ར་ཡོད་རོ། སྟོང་ཕྲག་གཅིག་དེ་ཆ་ཚང་བྲེས་ཉོས་ཤར་བས་ན། བྲེས་སྐམ་པོ་ཟ་འདུག་མ་རོ། སྟོང་ཕྲག་གཅིག་དེ་ཆ་ཚང་བྲེས་བཙོས་གསེར་གྱི་ཧ་ཡང་སྤུས་དག་པོ་ཞིག་ཉོས་ཤར་བས་ན། ཧ་ཡང་སྤུས་དག་པོ་ད་རེད་ཡག་པོ་ད་རེད། ཡིན་ནས་ཁ་ལ་ཟ་ཡ་མི་འདུག་ཨ། བྱས་ཙང། ཁོས་ལམ་རིན་དེ་ག་རེ་རེད་ཟེར་ན་ཁོ་ཉུང་ཉུང་ཅིག་མ་གཏོགས་ཤེས་ཀྱིན་མེད་ནའི་དེ་ལས་བབས་པས་ཡང་ཁོས་ཉམས་ལེན་བྱེད་སྟངས་གཅིག། ཡང་དེ་ལས་ཡང་གོང་མ་ཁྲིད་གཅིག་ཟེར་བས་ན་ཧ་ཡང་སྤུས་དག་བྲེས་སྤུས་དག། ཨ་ནི་སྣུམ་དུ་བཙོས་སྤུས་དག་ཁོ་ག་རེ་ཡིན་ན་ཉན་ཡ་ཡོད་རོ། ཁོ་རང་ལ་བབས་པའི་ཡང་ཆ་ཚང་ཅིག་བྱས་ཡོད་རོ། ཡང་དེ་ལས་མ་མངའ་ཡོད་ན་དེ་ལས་བབས་པའི་ཆ་ཚང་བྱས་ཡོད་རོ། བྱས་ཙང། ཁོས། ལས་འབྲིང་འདི་མེད་ན་ཨོ་ཏི་ཆ་ཚང་ཆ་ཚང་བྱས་ནས་གང་བྱེད། ཁ་ལག་གཡོས་སྦྱོར་བྱས་ནས་ཟ་ཆོས་ཆོས་དེ་བཟོད་ཐུབ་ཀྱི་ཡོད་མ་རེད། ཡང་ན་མེད་ན་ནི་དཔེར་ན་ཏིང་ངེ་འཛིན་རྐྱང་པ་གང་ལ་གོམས། ཡང་ན་མེད་ན་ད་དཔེ་བློ་ཆུང་བྱས་རྐྱང་རྐྱང་བྱས་ཕར་ཕྱིན་རྐྱང་རྐྱང་བལྟ་ཡང་དབུ་མ་རྐྱང་རྐྱང་བལྟ་ཡང་རྣམ་འགྲེལ་རྐྱང་རྐྱང་བལྟ་ཡང་ན་མེད་ན་ནི་ཚོགས་བསགས་སྒྲིབ་སྦྱང་རྐྱང་རྐྱང་བྱས་འདི་བྱས་འོང་དུས། ཕའི་ཁ་ལག་ཆ་ཚང་ཞིག་རེག་གི་ཡོད་མ་རེད་ད། ནི་ཁ་ལག་ཅིག་ཟ་བ་ཡིན་ན་དེ་ལ་བི་ཏྲ་མིན་ཆ་ཚང་ཚང་གི་ཡོད་མ་རེད། ལབ་གླེང་འདི་བྱས་པ་ཡིན་ན་ཁོ་རང་ཆ་ཚང་ཚང་ཡོད་ཅིག་ཁོ་རང་ཁོ་རང་ལ་བབས་པའི་ཁོ་རང་ཞི་དྲག་མ་ཤེས་ན་མ་ཤེས་པ་ཁོ་རང་ལ་བབས་པའི་ཡང་སློབ་སྟོན་ཆ་ཚང་བྱས་ཡོད་ཅིག་ཡང་ཉམས་ལེན་ཆ་ཚང་བྱེད་སྟངས་ཤེས་པ་ཅིག་ཡག་པོ་ཤེས་ཀྱི་ཡིན་ན་དེ་ལ་བབས་པའི་ཆ་ཚང་ཤེས་ཡོད་ཅིག་འདི་བེད་ཨ། ཁྱེད་ཚང་ད་ཨ་ལས་ངེད་ལ། ལྡེམ་རིམ། ད་གི་ཆ་ཚང་གཅིག་མ་ཤེས་ནས་ཉུང་ཉུང་གཅིག་ཡིན་ནས་གཅིག་གོ་རིམ་དེ་རེད་གཉིས་ལ་དེ་ཞུ་ལ་དེ་ཟེར་གཅིག་ཉུང་ཉུང་འདྲ་པོ་མ་བརྟགས་མ་ཤེས་པ་ཡིན་ནས་གོ་དོར་བསྡུར་ཡུལ་གྱི་ཤེས་པ་ཞིག་བྱུང་ན་འདི་གསར་པའི་འདྲ་པོ་བྱེད། ད་གང་ཅི་སོ་སོའི་སློབ་སྦྱོང་བྱས་ན་གོམས་བརྒྱབ་ནས་ཆ་ཚང་ལ་འདི་ནང་ལ་སྒྲིལ་བསྡད་ངེས་ཅིག་ཡིན་ཡང་བྱེད་དགོས་ཀྱི་ཡོད་ར་བསམ་པ་ཅིག་གི་ཐོག་ནས་སློབ་སྦྱོང་ཞབས་འདྲ་དུས་སུ་བྱེད་ཀྱི་ཡིན་ན། བྱས་ནས་ད་ནང་པའི་ཆོས་ཀྱི་གཞི་དང་ལམ་དང་དྲིལ་བུ་དང་དེ་གའི་རྣམ་གཞག་དེ་ཧྲོབ་ཙེ་ཆགས་འོང་སྟེ་ཤེས་ཡོང་དུས། ད་ལམ་རིམ་ཡང་ཡང་བསྒྱུར་སྒོ་ནས་དངོས་གནས་རང་རྒྱལ་བའི་གཞི་ཉིད་བསྟན་ཆེ། ཨན་ཏེས། རྒྱལ་པོ་མ་བྱུང་ནས་ཏེས་ཏེས་ཏེས་གོམས་ནས། ལམ་རིམ་དམིགས་སྒོ་རེ་རེ་ལ་འདི་འདྲ་གཅིག་མ་གཏོགས་མེད་ནས་ད་ག་གཅིག་འདི་མེད་ནས་འདི་འདྲ་གཅིག་མ་གཏོགས་མེད་ནས་གོམས་རྗེས་ཐོག་གི་ཚ་དྲོ་བ་ལྟ་ངན་སོ་དྲོ་བའི་ཆིངས་ཏིག་ཏིག་ཏིག་བྱུང་ན། དེ་གི་ཐོག་ནས་གོམས་རྗེས་སེམས་ལ་ཡ་ཚོར་བ་སྒྲུབ་རྗེས་ཏེས་ཏེས་ཏེས་ཏེས་ཀླད་པ་གཅིག་གི་ལམ་རིམ་ཆ་ཚང་ཞིག་དེ་འདྲའི་བྱུང་བ་ཡིན་ན།